ཅེས་ཀུན་ལ་སྙོམས་པའི་བཅོམ་ལྡན་འདས་ཁྱོད་ནམ་ཐོས་པའི་ངན་འགྲོའི་སྡུག་བསྔལ་སྲིད་དུག་གསུམ་ནད་སྲི་སངས་རྒྱས་སྨན་གྱི་ལྷ་བིན་དུ་ར་ཡི་འོད་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། ཨོམ་ནམ་མོ་བང་ག་བ་ཏི་བེ་ག་ཛི་གུ་རུ་བིན་དུ་ར་ཏྲ་བ་ར་འཛ་ཡ་ཏཱ་ཏཱ་ཀ་ཏཱ་ཡ་ཧ་ར་ཧ་ཏི་སམ་ཡ་སམ་བུ་ཏཱ་ཡ་ཏཱ་ཡ་ཏཱ་ཨོམ་བེ་ག་ཛི་བེ་ག་ཛི་མ་ཧཱ་བེ་ག་ཛི་བེ་ག་ཛི་ར་འཛ་ཡ་སམ་མུ་ཀ་ཏི་སོ་ཧ། རྒྱ་ཆེའི་གཟིགས་པ་པོ་ཡོངས་ལ་གུས་པ་སྨོན་པ་ལྟ་རག་གི་ངོས་ནས་འཚམས་འདྲི་དང་སྐུ་བསྒམས་བཟང་ཞོས་ཡིན། ཨེ་ནི་ཁ་སང་ཉི་མ་གཉིས་ཀྱི་གོང་ལ་གུས་པས་གྲངས་གཞི་ཁེ་གྲངས་ཁེལ་གྲངས་ཀྱི་སྐོར་ལ་བརྙན་ཐུང་ཞིག་ཕུལ་ཡོད། ཨེ་ནི་ཉི་མ་གཉིས་ནང་ལ་མི་ཁྲི་གཅིག་ལྷག་ཙ་ཅིག་བཟི་ཤག་ད་ག་དང་ཞིང་ཆེན་ཡང་ལྔ་བཅུ་མན་ཙ་ཅིག་བསླེས་ཤག་འདི་གིས་ང་རང་གི་སེམས་ལ། འོ་ད་སྤྱི་ཚོགས་ནང་ལོགས་ལ་འཕྲོད་བསྟེན་ལ་དོ་སྣང་བྱེད་ཀྱི་ཡོད་པ་ཅིག་དང། ཨ་ནི་གུས་པས་ནམ་རྒྱུན་དུ་འཕྲོད་བསྟེན་གྱི་གཅིག་གོ་རྟོགས་འམ་སློབ་གསོ་སྤྲད་པ་འདི་གིས་མི་མང་པོ་ཞིག་ལ་ཕན་ཐོགས་ཡོང་གི་ཡོད་པའི་སེམས་ཚོར་ཆེན་པོ་བྱུང་སོང་དེ་འདྲ་སོང་ཙང་ཨ་ནི་ང་ཚོ་དྲ་གྲོགས་མང་པོ་ཞོལ་གཅིག་གི་ཟུར་དུ་ཡང་འབྲེལ་བ་བྱས་བསྡད་ཀྱི་འདུག་ཨ་ནི་མཆན་འདི་གི་ནང་ལོགས་ལ་ཡིན་ནས་ཨ་ནི་ཁེལ་འགྲམ་གྱི་སྐོར་ལ། Lumbar Spondylitis། སྐོར་ལ་ཨ་ནི་སྨན་བཅོས་དང། དེ། ལམ་སྟོན་བྱེད་རོགས་ཞེས་གསུངས་བསྡད་ཀྱི་འདུག་དེ་འདྲ་སོང་ཙང། ཨེ་ནི། བརྗོད་གཞི་དངོས་སུ་མགོ་མ་འཚོས་གོང་ལ་གུས་པས་མ་འོངས་པའི་ང་རང་ཚོ་བོད་ཀྱི། ཨེ་ནི། སྨན་པའམ་འགྲོ་བའི་མགོན་སྐྱབས་ཚོ་ལ། མན་ངག་ཟེར་ནས་རེད། ཨེ་ནི། ཉམས་མྱོང་ཟེར་ནས་རེད་དོ་སྣང་བྱེད་དགོས་པའི་གནད་དོན་གཅིག་ཞུ་འདོད་བྱུང་སོང། སྤྱིར་བཏང་གི་ང་རང་ཚོ་གི་བོད་སྨན་སློབ་སྦྱོང་བྱས་ཚར་བའི་ཞུ་བོ་ལ་སོ་སོ་དོ་སྣང་བྱས་པ་ཡིན་ན་ནད་རིགས་ཆ་ཚང་ལ་སྨན་བཅོས་ཡག་པོ་བྱེད་ཐུབ་ཀི་རེད། དེའི་ནང་ལོགས་ནས་ཨེ་ནི་ང་ཚོ་ལ་གོ་སྐབས་ཅིག་གར་སྡོད་ཟིན་ད་འདིའི་སྒང་ལ་ཕ་ཆེད་ལས་པ་ཕེབས་ཐུབ་པ་ཡིན་ན། སྤྱིར་གསོ་བ་རིག་པ་སྦྱངས་ནས་འདིའི་ཞོར་ལ་ད་ང་རང་ལྟ་བུ་ཆགས་བཞག་པ་ཡིན་ན་ངས་ན་ཚ་ཁ་ཤས་ཅིག་ལ་དམིགས་སུ་བཀར་ནས་དོ་སྣང་བྱས་ནས་ཉམས་མྱོང་གླེང། གླེང་དུས་ད་ནི་དམིགས་བསལ་གྱི་ད་ལྟ་རྩ་འགག་གི་ན་ཚ་གཅིག་རེད། ཨེ་ནི་པགས་པའི་ན་ཚ་གཅིག་རེད། ཨེ་ནི་དོན་མེད་ཀྱི་ན་ཚ། འདི་གསུམ་ལ་ངས་དོ་སྣང་བྱས་ཡོད་དུས་ད་ནི་ནུས་པ་ཁྱད་དུ་འཕགས་པ་ཐོན་ཡོང་གི་འདུག་དེ་འདྲ་སོང་ཙང་མ་འོངས་པ་གཞོན་སྐྱེས་ཚོ་གི་ཡིན་ནས་ད་ཅིག་ངས་སྨན་བཅོས་ཅིག་བྱེད་ཐུབ་ཀྱི་འདུག་བསམ་ནས་འདི་གི་བློ་ཁངས་ནས་མ་ཞུགས་པར་བྱས། ཨེ་ནི་ཆེད་དུ་མངགས་ནས་བདེན་རྫུན་གང་ལ་དོ་སྣང་བྱེད་པ་ཡང་ག་རེ་འདོད། ཨེ་ནི་གཞན་དང་གཞན་ནས་སློབ་གསོ་གླེང་དགོས་ཡ་ག་རེ་འདོད། མིའི་ལུས་སྟེང་འདི་ནས་སློབ་གསོ་གླེང་དགོས་ཡ་ག་རེ་འདོད། གཞུང་ལུགས་ཀྱི་ནང་ལ་དོ་སྣང་བྱེད་དགོས་ཡ་ག་རེ་འདོད། སོ་སོའི་ངོས་ནས་ཨེ་ནི་ཅིག། དཀའ་སྡུག་སྤྱད་དགོས་ཡ་ག་རེ་འདོད་དེ་ཚོ་ཡིན་གྱི་མི་གནང་ཐུབ་ཡིན་ན། ཨེ་ནི་ནམ་ཞིག། ཨེ་ནི་ཁྱེད་རང་དགྲ་འདྲེ་ནང་ནས་མི་དྲག་ཅིག་ཆགས་རྒྱུ་ཡིན་པ། ཐེ་ཚོམ་ཡོད་མ་རེད། མོ་འདི་ཅིག་ཞུ་འདོད་བྱུང་སོང། ད་དེ་རིང་གི་བརྗོད་གཞི་དངོས་དེ། ཁེལ་འགྲམ་ཟེར་ཡ་དེ་རེད། མཁལ་འགྲམ་གྱི་སྒང་ལ་མ་ཞུ་ཡ་ཡིན་ཨིན་སྐད་དུ Lumbar Spondylitis ཞེས་བརྡས་ཀྱི་རེད། ད་འདི་རྩ་འགག་གི་ན་ཚ་གཅིག་རེད། རེད་མ་རྩ་འགག་གི་ན་ཚ་གཅིག་རེད། ད་འདི་གི་ཐོག་མར་ནད་སློང་རྐྱེན། ནད་སློང་བའི་རྐྱེན་ཟེར་ཡ་དེ་གལ་ཆེན་ཤོས་རེད། རྐྱེན་མེད་རྒྱུ་ལས་འབྲས་བུ་ཡོང་མི་སྲིད་ཁྱེད་རང་ལ་རྒྱུ་དེ་རང་ཆས་སུ་གྲུབ་ཡོད་རེད། ཡིན་ནས་དེ་ལ་རྐྱེན་ཅིག་མ་བྲལ་བ་ཡིན་ན་ནད་དེ་ལྡང་ཐུབ་ཀྱི་མ་རེད་ནད་དེ་བཏགས་ཏེ་མངོན་ཐུབ་ཀྱི་མ་རེད་དེ་འདྲ་སོང་ཙང་ད་ང་ཚོ་གི་རྐྱེན་དེ།

འདི་ནི་སོ་སོ་ནང་ལ་འདྲེ་སྡང་ཤོར་བ་ལ་སོགས་པ་དེ་འདྲེ་གི་བརྡབ་སྐྱོན་བྱུང་བ། རྡོར་བཅུད་བསྡུ་རིང་ཞུས་པ་ཡིན་ན་ད་བརྡབ་སྐྱོན་གྱི་རིགས་སུ་གྱུར་པ་ག་རེ་ཡིན་པ་ཡིན་ནས་འདི་ནད་འདི་གི་སློང་རྐྱེན་གཙོ་བོ་གཅིག་ཆགས་ཀྱི་ཡོད་རེད། འདི་ནི་བརྡབ་སྐྱོན་འདི་ལ་ཡང་ང་ཚོ་མི་སྤྱི་ཚོགས་ནང་ལོགས་ལ་ཨེ་ཅིག་རུ་ཁོག་མ་ཆག་ན་བརྡབ་སྐྱོན་བརྩི་གི་མི་འདུག་ཨ་རུ་ཁོག་མ་ཆག་བ་ཨེ་ནི་ཟོག་པོ་ག་རུ་བརྡབ་པ་དེ་ཚོའི་རིགས་དེ་ཚོ་ན་ཚ་དེ་ཚོའི་རིགས་ལ་རྐྱེན་སྡུག་ཤུལ་དེ་ཆགས་ཀྱི་ཡོད་རེད་འོ་འདི་གཅིག་ཐུགས་ལ་བཞག་དགོས་ཀྱི་ཡོད་རེད་གཉིས་པ་འདི་ལྗིད་ཁོག་ལྗིད་པོ་རྒྱག་པ།

ད་གང་ལྟར་ཡང་ལྗིད་ཁོག་ལྗིད་པོ་བཀྱགས་པའི་རིགས་དེའི་གཅིག་འདི་ལ་རྐྱེན་གཙོ་གཅིག་བྱེད་ཀྱི་ཡོད་རེད། དེ་ནས་ད་རྐྱེན་གསུམ་པ་འདི་ས་དང་སྤང་དང་ཞྭ་ལ། དེའི་ཐོག་ལ་རྒྱུན་རིང་པོ་བསྡད་དྲགས་པ། སྤྱིར་བཏང་ནས་ས་དང་སྤང་དང་ཞྭ་ལ་ལ་བསྡད་པ་ཡིན་ན་ན་ཚ་མང་པོ་ཞིག་ལ་གནོད་ཀྱི་ཡོད་རེད་དེ་འདྲ་སོང་ཙང་ས་དང་སྤང་དང་ཞྭ་ལ་ལ་རྩ་བ་རང་ནས་བསྡད་རྒྱུ་ཡོད་མ་རེད

ད་བསྡད་སྟངས་འདི་ཡིན་གཅིག་མིན་གཅིག་གྲོང་པོ་བྱས་ནས་སྐར་མ་བཅུ་བཅོ་ལྔ་འདུག་བསྡད་པ་ཡིན་ན་ང་ཚོ་འདི་ལ་ག་ལ་གང་འཚམ་མངོན་དགོས་འདུག་དེ་འདྲ་སོང་ཙང་དགོན་སྡེ་གྲྭ་ཚང་སོགས་ཀྱི་དགེ་བཤེས་བླ་སྤྲུལ་མཁན་པོ་སོགས་ཀྱི་ཡིན་གཅིག་མིན་གཅིག་བཞུགས་སྟངས་ལ་ཐུགས་ལང་ལང་དགོས་ཀྱི་འདུག་ཨེ་ནི་དེ་ནས་ད། དུས་སང་དུས་ཚོད་ལ་ད། དུག་ཤོས་གཅིག་གར་ཆགས་ཡོད་ལ་ཟེར་ན། ངས་ནི་ཁ་པང་བཏགས་ཡ་དེ་རེད་པ། ངས་ནི་ཁ་པང་བཏགས་ཡ་དེ། ཁལ་རྩ་འགྲམ་པའི་ན་ཚ་ཙམ་མ་རེད་མིག་ལ་ནུས་གི་རེད་ཨ་ནི་འགྱིང་བག་གི་ལག་པ་འགྱིང་བག་གི་རྩ་དཔུང་པའི་རྩ་ཚང་མ་ལ་ནུས་གི་དེ་འདྲ་སོང་ཙང་དེ་ཚོ་ཡིན་གཅིག་མིན་གཅིག་རྣམ་པ་ཚོ་གིས་དོ་སྣང་གནང་དགོས་པ་ད་ནས་འདི་འགས་བྱེད་སྟངས་ད་ཅིག་སྤྱོད་ལམ་འདི་འགས་ཨ་ནི་ནས་འདི་གིས་རྐྱེན་ལྡོག་ཤུལ་དུ་ཆགས་ཀྱི་ཡོད་རེད་དེ་རིགས་ཅིག་བྱས་བརྒྱ་ཆ་དགུ་བཅུ་གོ་ལྔ་ཙམ་ད་ག་རང་ན་འདུས་ཡོད་རེད་ད་བརྒྱ་ཆ་ལྔ་ཙ་ཅིག་གཉིས་དྲན་པ་མ་བཟོད་དེ་འདྲ་ཡོང་སྲིད་གི་རེད། རེད་པ། འོ་དེ་གཅིག་ཐུགས་ལ་བཞག་དགོས་ཀྱི་འདུག་ཨེ་ནི། ད་འདི་ལ་སྨན་བཅོས་ཀྱི་ལམ་ལུགས་གང་ནི་ཕྱི་ལུགས་ཀྱི་སྨན་བཅོས་དང་ཨེ་ནི་བོད་ལུགས་ཀྱི་སྨན་བཅོས་གཉིས་ཡོད་རེད། ད་ཕྱི་ལུགས་ཀྱི་དོན་སང་ཡོངས་གྲགས་གར་གཅིག་རེད་འདི་ལ་དང་པོ་དང་གཉིས་ཟུག་ཆག་སྨན་དང་ཟུག་ཆག་ཁབ་བརྒྱབ་ཡོང་དགོས་རེད་རྩ་སྨན་ཡིན་ཁོང་ཚོས་བཤད་ལེ་གི་རེད་མང་གི་ཟུག་ཆག་སྨན་རེད་ཨེ་འདི་ནས་མ་དྲག་ན་ཨེ་ནི་ཁོང་ཚོས་ཕི་ཚུལ་དེ་རེད་འདི་དང་ལུས་རྩལ་ཟེར་ཡག་དེ་བྱེད་ཀྱི་རེད།

འོག་འདིར་གཤག་བཅོས་དེ་ཡང་བརྒྱ་ཆ་ལྔ་བཅུ་ཙམ་ཚིག་ལམ་ལུགས་སྒྲུབ་པར་བརྒྱ་ཆ་ལྔ་བཅུ་ཙམ་གྱི་ཡང་རྐྱང་གང་ངེས་འཁྲིད་ཀྱི་ཡོད་རེད་འོག་འདི་གཅིག་ཐུགས་ལ་བཞག་དགོས་ཀྱི་ཡོད་རེད་ཞུ་བ་ཡིན། ད་ང་རང་ཚོ་བོད་ལུགས་ཀྱི་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོགས་ནས་འདི་ལ་སྨན་བཅོས་ག་རེ་ཡོད་རེད་པས། སྨན་པ་བརྒྱ་ཆ་དགུ་བཅུ་གོ་དགུ་སྨན་བཅོས་ག་རེ་བྱེད་ཀྱི་རེད་སྨན་པ་དམིགས་བསལ་ཅན་གྱི་སྨན་བཅོས་ག་རེ་བྱེད་ཀྱི་རེད་པས། འདི་ཆེད་ལས་པའི་སྨན་པས་སྨན་བཅོས་ག་རེ་བྱེད་ཀྱི་རེད་པས་འདི་གཉིས་ཀྱི་ཁྱད་པར་ཡོད་རེད།

ད་སྨན་པར་ནད་པ་ལ་ཅིག་ཉི་མ་གང་འགྱོད་བྱེད་ཡིན་ན་སྨན་སྤྲད་བཏང་ཞེས་པ་རེད། འོ་དེ་རེད། ད་ཆད་ལས་པ་ལྟ་བུ་ང་ལྟ་བུ་ཆིག་ཆག་བཞག་པ་ཡིན་ན་ང་ལྟ་བུས་ག་རེ་བྱེད་ཀི་རེད་ན་ཚ་དེའི་རིགས་ལ་དེ་འགྱེད་རྐྱང་རྐྱང་བྱེད་ཀི་རེད་འདི་འགྱེད་བྱེད་ཀི་རེད། ན་ཚ་དེ་ལ་ཡག་ཤོས་ཀྱི་སྨན་བཅོས་དེ་རྩ་བཟང་རླུང་སྙོམས་ཟེར་ད་རེད། རྩ་བཟང་རླུང་སྙོམས་ཟེར་ན་ནམ་རྒྱུན་ང་ལྟ་ལ་ཕན་ངེས་ཡིན་པ་ཡིན་ན་ཧ་གོ་གི་རེད་རྩ་ག་འདྲས་བཟང་གི་རེད་རླུང་ག་འདྲས་སྙོམས་ཀི་རེད། ཁེ་དྲམ་ཟེར་ཡག་གི་ན་ཚ་དེ་རྩ་གི་ཁུང་བུ་དེ། ཆུང་ངུ་འཕྲོ་ཡོར་དང་གང་འཁྲུགས་ཡོར་རླུང་འདི་མ་བབས་ཐུག་གོ་ཡོང་མར་འདི་འདྲ་སོང་ཙང་ཨེ་ནི་རླུང་འདི་ཡ་གེ་ལ་སྙོམས་མོ་འདི་རླུང་འཁྲུགས་ཚར། རླུང་འཁྲུགས་དུས་འདིའི་ཉེ་འོག་གི་རྩ་རྒྱུས་རིན་རྒྱས་ལ་དཀའ་ངལ་འཕྲད་ཀྱི་ཡོར་དེ་སོང་ཙང་ཟུག་འདི་རྒྱག་གི་ཡོར་ད་འདི་གཙང་གི་རྒྱུ་ལམ་འདི་སངས་ང་ཚོའི་མ་སུ་ཆུ་དེ་མ་སོང་ནས་ཆུ་གི་ཡུར་བུ་འདི་ཁུང་བུ་འདི་སངས་སོང་ན་ཆུ་དེ་མ་ཤར་འགྲོ་གི་རུ་བ་འོ་འདི་ནང་བཞིན་གྱི་ཐབས་ལམ་འདི་རྩ་སངས་རླུང་སྙོམས་ས་ཡ་གེ་སྨན་བཅོས་འདི་བྱས་པ་ཡིན་ན། ཅེས་འདི་བྱས་པ་ཡིན། ནད་པ་བརྒྱ་ཆ་བརྒྱད་ཅུ་ད་ག་རང་ནས་འགྲོ་དུས་ནས་ར་ང་ཡི་གཡང་ཆོས་ཆོས་ཆགས་སོང་གསུང་གི་རེད། འོ་འདི་འདྲ་གི་ཕན་ཡོན་ཡོད་པ་ཞིག་རེད། འདི་འདྲ་གསུང་ན་ངས་གོང་ནས་ཞུས་པ་རང་བཞིན་སྨན་པ་གཞོན་པ་ཚོ་གི་དོ་སྣང་གནང་དགོས་སའི་རྒྱུ་མཚན་འདི་རེད། འོ་འདི་ཧང་སང་ཕན་ཐོགས་ཡོད་པ་ཡོད་རེད། ད་འདི་ལ་སྨན་ག་རེ་བཟང་བ་རེད་ད་རྣམ་པ་ཚོ་དཀའ་ངལ་ཡོད་ངེས་ཡིན་པ་ཡིན་ན་བརྒྱ་ཆ་བཅུ་ཙམ་གཅིག་ན་ཚ་འདིའི་རིགས་བརྒྱ་ཆ་ཉི་ཤུ་ཙམ་གཅིག་རང་བཞིན་གྱིས་དྲག་འགྲོ་གི་རེད། བརྒྱ་ཆ་སུམ་བཅུ་བཞི་བཅུ་གཅིག་སྨན་དེ་འདྲས་ཟན་གྲངས་དྲུག་ད་བརྒྱ་ཆ་ལྔ་བཅུ་དྲུག་ཅུ་གཅིག་དེ་ལ་ཡིན་གཅིག་མིན་གཅིག་རྩ་གསང་རླུང་སྙོམས་བྱེད་དགོས་ཡང་དང་གསང་བུམ་རྒྱག་དགོས་ཡང་དེ་འདྲས་གནང་དགོས་སྐོར་དེ་ཚོ་གནང་ཐུབ་པས་ན་ལས་སླ་པོ་ཅིག་འདྲ་གི་རེད་རེད་པ་དེ་འདྲ་སོང་དང་དེ་ཡིན་གཅིག་མིན་གཅིག་ཐུགས་ལ་བཞག་དགོས་སྐོར་དང། སྨན་དེ་སྤྱི་ཡོངས་ཀྱི་དེ་ལ་སྨན་ག་རེ་བཏང་དགོས་ཡོད་རེད་ཞུས་པ་ཡིན་ན་རེད་པ་སྤྱི་ཡོངས་ཀྱི་སྨན་དེ་ག་རེ་བཏང་དགོས་རེད་ཞུས་པ་ཡིན་ན་དེ་གཅིག་ན་ཚ་ཐོག་མར་ཡོད་པ་དང་ན་ཚ་ཞོ་དུགས་འཇགས་མེད་ད་སྤྱི་ཡོངས་ཀྱི་སྨན་ཞིག་བཏང་དགོས་རེད་ད། སྤྱི་ཡོངས་ཀྱི་སྨན་ཐང་ཡང་ཡིན་པ་ཡིན་ན་ཞོགས་ཁས་དེ་ལ་སེམས་འཁྲུག་སྐྱོན་ཏེ། ཉིན་གུང་གོ་ཡུལ་ཉིན་བརྒྱད་དགོན་བདག་བསམ་ཁྱུང་འོ་འདི་འདྲའི་སྟངས་ཡིན་ན། སྨན་དེ་དཀོན་ཏེ་རིལ་བུ་བཞི། གོ་ཡུལ་ཉིན་བརྒྱད་རིལ་བུ་བཞི། བསམ་ཁྱུང་རིལ་བུ་བཞི་སྨན་དེ་འགྱེད་ཚང་མ་ཆུ་ཚ་བོར་བཏང་བ་རེད། འོ་དེ་སྨན་དེ་ལྟའི་སྟངས་ཨེ་ནི་ལུས་རྩལ། ད་ལྟ་ངས་དེའི་ལུས་རྩལ་ཕུལ་གོ་སྤྱན་འབུལ་ཞུས་གོ་ལུས་རྩལ་འདི། ལུས་རྩལ་འདི་ལས་ལྷག་ག་ཞོག་ལུས་རྩལ་ཁྱོད་རང་གཞན་དག་གང་དགོས་བརྩེགས་མ་རེད་ལུས་རྩལ་འདི་བརྩེགས་ད།

དེའི་ནང་ནས་མཆོག་ཏུ་གྱུར་བ་དེ། རྩ་འགག་རྟོག་པ་འགགས་པ་གཉིས་མ་གོ་ངན་པད་མོ་ནང་ངན་སྐྱེས་པ་ནང་ངན་བདེན་སྐྱེས་ལ་མཆོག་ཏུ་གྱུར་བའི་ལུས་རྩལ་ཏེ། འོ་ལུས་རྩལ་འདི་རྣམ་པ་ཚོ་རྩལ་ཐུབ་པ་ཡིན་ན་ཡག་པོ་ཞེ་དྲག་ཡོད་རེད་པ། ལུས་རྩལ་འདི་ངས་འདིའི་སྤྱི་འགྲོས་ཞུས་སོང་ཨ། འོ་འདིར་ད་ནད་རྟགས་འདི་ཞུ་མོ་ཁོག་བྱས། རེད་པ། དེ་ནས་འཛེམ་བྱ་ད་ཅིག་གོང་ལ་ངས་ཞུས་སོང་ཨ། ད་ཅིག། ཁ་བ་ཉན་མི་རྟགས་ཡང་ད་ཅིག།

འོ་དེ་ཚོ་ཡིན་གཅིག་མིན་གཅིག་རྣམ་པ་ཚོ་གི་འཛེམ་ཐུབ་ཡིན་ན་ཁྱེད་རང་ཚོ་ནད་དེ་ནས་ཐར་ཡག་ཡིན་པ་ཐེ་ཚོམ་ཡོད་མ་རེད་ཨེ་ནི། རྣམ་པ་ཚོ་དཀའ་ངལ་ཡོད་ངེས་ཡིན་ན་ང་ཚང་ལ་ཕེབས་ཤོག་ངས་ལས་སླ་པོ་བྱེད་ནས་བཟོས་ཧོ་རེད་མ་ད་ཁྱེད་རང་ཚོ་ཕྱི་ལུགས་ཀྱི་སྨན་པ་དེ་ཚོ་དང་ཕིཟུ་དྷེ་ར་པི་དེ་ཚོས་ལུས་རྩལ་དྲུག་བདུན་བརྒྱད་དེ་འདྲའི་བསླབ་གིར་ད་ག་རེ་ཕན་གི་ཡོད་ཐེ་ཚོམ་རེད། ན་ཚ་དེ་ལ་ལུས་རྩལ་གཅིག་རྩེ་ད་མ་ཕན་ཐོག་ཡོད་མ་རེད། འོ་འདིར་ལུས་རྩལ་འདི་སྐར་མ་གཉིས་འོ་མདའ་ཉལ་ཁ་ལ་ཁ་ལ་སྐར་མ་གཉིས་འདུག་ཟིན་ཏེ་བདུན་ཕྲག་གཅིག་ཚེས་ལ་ཁྱེད་རང་གཡང་ཆུ་ཆུ་བྱ་གི་རེད་རབ་ལ་ཆུ་འབར་ན་དེ་ཁྱེད་རང་མེ་བཙའ་ཁོ་རང་ཁྱེད་རང་གོམས་གཤིས་ནང་ལ་སླེབས་པ་ཆེ་དེ་མ་ཆུ་ན་ཁྱེད་རང་བདུན་ཕྲག་ལ་ཚར་གཉིས་གསུམ་བཙའ་འོ་དེ་འདྲའི་རེད་དེ་འདྲའི་སོང་ཙང་དེ་ནི་ད་ངས་རྣམ་པ་ཚོགས་ཀྱི། བདེ་སྡུག་དེ་ཤེས་པའི་ཐོག་ནས་དེ་ནི་མ་ང་ཤེས་པ་དེ་ཉམས་མྱོང་དེ་སྤེལ་གྱི་ཡོད་རྣམ་པ་ཚོས་གཞན་གྱི་བདེ་སྡུག་དང་སྡུག་བསྔལ་བོད་ཀྱི་རིག་གཞུང་འདི་ལ་དགོངས་པ་ཅིག་བཞེས་ནས་རྒྱུན་གང་ཐུབ་ཐུབ་ཅིག་ཉི་མ་རེ་ལ་འདི་འདྲའི་རེ་རེ་འཕངས་རྒྱུ་རྒྱུ་གནང་རོགས་གནང་རོགས། ད་འདི་ངའི་དམིགས་ཡུལ་ངོ་མ་དེ་ནད་ཀྱིས་མནར་བའི་སྡུག་བསྔལ་སེམས་ཅན་དེ་དག་གི་དཀའ་ངལ་སེལ་ཡག་དང་བོད་ཀྱི་གསོ་བ་རིག་པའི་གཞུང་ལུགས་དེ་འཛམ་བུ་གླིང་གི་གཅིག་གི་གཅེས་ནོར་ལྟ་བུ་ཅིག་ཆགས་ཡ་ཅིག་ངས་འབད་བརྩོན་བྱེད་ཀྱི་ཡོད། ཡང་འདི་ལ་རྒྱབ་སྐྱོར་རྣམ་པ་ཚོ་གི་དགོས་མཁོ་ཡོད་རེད། འདི་རྣམ་པ་ཚོས་གནང་རོགས་གནང་ཞུ་ཡ་ཡིན། ཐོག་ཅི་ཆེ། ཨེ་ནི་ངའི་ཁ་པར་ཨང་གྲངས་འདི་རེད་རྣམ་པ་ཚོ་མང་པོ་ཅིག་གིས་ངའི YouTube ནང་ལ་ཁ་པར་བླུགས་པས་ནི་ངའི་ཁ་པར་ཨང་གྲངས་ག་གི་རེད་ག་གི་རེད་གསུངས་བསྡད་ཀྱི་འདུག་ཁ་པར་ཨང་གྲངས་འདི་ཡིན་ཞུ་ཡ་ཡིན།